གཞི་བཞག་ནས་དེ་གང་འཛུགས་ཀྱི་ཐབས་ལམ་ཅི་ཚད་ཡིན་ཞུ་ཡ་ཡིན་གང་ཐུབ་ཐུབ་ཀྱི་བ་དེ་འད་ཅིག་ཞུ་ཡ་དང་འདི་དང་ཆབས་ཅིག་ད་ང་ཚོའི་གི་ཚོགས་ཆུང་གི་ངོས་ནས་ད་ཐབས་ལམ་རང་བཏོན་པའི་སྐད་ཆ་ཡིན་ཐབས་ལམ་མི་འདྲ་བ་མང་པོ་ཅིག་བཏོན་དེ་འད་དཀའ་ངལ་ཡོང་སྲིད་པ་མ་རེད་ཤག་ལབ་པའི་ཐོག་ནས་དེ་མ་ཤེས་དེ་འད་ཡོང་གི་རེད་རྩ་བ་གཉིས་ནས་ཞུ་གི་མེད་དེ་འད་མ་ཡོང་ཡ་དེ་ང་རང་ཚོ་འདྲའི་གྲོས་ཚོགས་ནང་ཡོད་པའི་གི་ཨ་ནི་ཚོགས་མི་ཚང་མས་གི་ལག་པ་ལ་ཡོད་དུས་ངས་གི་དེ་འད་བྱས་ནས

དྲི་བ་བཏང་བའི་སྐབས་ལ་ཐབས་ཤེས་གཞན་པ་ཁ་ཤས་ཚལ་གྱི་འབད་རྩོད་བྱས། ཡིན་ནས་ཐབས་ཤེས་འདི་མ་ཤེས་རྙེད་མ་སོང། ཡང་རྣམ་པ་ཚོ་ལ་ཡང་འདི་གི་ཐབས་ཤེས་གཞན་པ་དང་འདི་འདྲ་ཡོད་ན། གྲོས་ཚོགས་ནང་རྗུ་མ་ཡང་དེ་འདྲ་བསྐྱར་བཅོས་ཡིན་ནའི་རེད་དེ་འདྲ་ཞིག་ནམ་ཕེབས་ཐུབ་ན་ཡང་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ར་གང་ཡིན་ཟེར་ན། གནད་དོན་དེ་བྱུང་མ་ཟེར་བ་ཅིག་ཆགས་ཀྱི་མི་འདུག་ར་དེ་འདྲའི་གི་གནས་སྟངས་ཅིག་ཡོང་དུས་སྐབས་ལ་ཐབས་ཤེས་ཅིག་བཏོན་དགོས་གལ་ཆེན་པོ་ཞིག་མཐོང་དུས་སྐབས་ལ་ཐབས་ཤེས་འདི་འདྲ་ཞིག་བཏོན། ཡིན་ནས། འདི་གི་ཡང་ཁ་གསལ་བོ་ག་ཞུ་ཡས་ཡིན་ན་ད་ལྟའི་གི། དེ་གར་ན་ན་ཁྲེ་སེའི་སྔོན་རྩིས་མ་བཞི་དེ་སྔོན་རྩིས་དེ་སྟོང་ལས་ཁྲི་མིག་གི་ལོ་འཁོར་སྔོན་རྩིས་ཆགས་ཀྱི་ཡོད་མ་རེད་ལ་འདི་ཡང་ཁ་སེའུ་ཞུས་ན་བསམ་དཀའ་ཞིང། ཁྲེ་སེའི་སྔོན་རྩིས་ནང་ལོགས་ལ་དཀའ་ཡག་མང་པོ་ཞིག་ཡོད་རེད། ཡིན་ཡང་དེ་དང་མཉམ་དུ་དཔེར་ན་འཛིན་སྐྱོང་ཡིན་ནི་རེད། དེ་ནང་ལོགས་ཀྱི། ལས་གཞི་གསར་བ་བརྩམ་ཡག་ཡིན་ནི་རེད་གསང་བའི་འགྲོ་གྲོན་ཡིན་ནི་རེད་དེ་འདྲ་མང་པོ་ཅིག་བཀག་འགོག་རེད་མ་གཞི་ཡང་འདི་ནམ་རྒྱུན་གྱི་རྒྱུན་ལྡན་གྱི་ལོ་འཁོར་སྔོན་རྩིས་དང་གཅིག་པ་ཆགས་ཀྱི་མི་འདུག་ལ་འདི་གཅིག་ཞུས་ན་བསམ་སོང། འདི་དང་མཉམ་དུ་དཔེ་མཚོན་དང་འདྲ་བའི་ད་ལྟ་ཀོ་རིན་ཆུ་ཚོད་ཁ་ཤས་ཅིག་བྲི་བ་ག་རེ་ལས་ཟེར་ན། ཡང་རྒྱལ་སྤྱིའི་གྱི་ད་ལྟ་དཔེ་མཚོན་ལྟ་ཡིན་པས་ཨ་རི་དང་དེ་འདྲས་ལྟ་ཡིན་པས་ལ་དུས་ཀ་ལ་ཨ་རི་དང་དེ་ཚོ་ལ་ལྟ་ཡག་གོ་སྐབས་བྱུང་སོང་རོགས་གང་ཡིན་ཟེར་ན་རྒྱ་གར་དང་ཨ་རི་དང་དེ་ཚོ་མང་པོ་ཅིག་ལ་ལྟ་ཡིན།

ཨ་ཚོགས་ཤོག Continuing Resolution། ཡིན་ནས་དེ་གི་འགྲོ་སྟངས་ཀྱི་སྒྲོམ་གཞི་དེ་ག་རེ་ཡོད་ན། གྲོས་ཚོགས་ཀྱི་ཡང་ནམ་རྒྱུན་སྙིང་རྗེ་གཏན་འབེབས་བྱེད་སྟངས་དང་ང་ཚོའི་གི་གཏན་འབེབས་བྱེད་སྟངས་མ་འདྲ་ལ། ག་རེ་ན་ཕལ་སྐད་ལ་གཞུང་འཛིན་ངེས་ཀྱི་ཚོགས་པ་བརྗོད་རེ་གཞུང་མ་འཛིན་ངེས་ཚོགས་པ་བརྗོད་དུས་སྐབས་ལ་ཁོ་རང་ཚོ་ནང་པོ་དང་པོ་འགྲོ་དུས་ཆེ་ནས་ཨ། ད་དེ་སྙུན་ཚིག་དེ་འགྲོ་ས་རེད་མ་རེད་དུས་ཚོད་ཚང་མ། དུས་ཚོད་དེ་སྙེད་ལ་ཁོ་རང་ཚོ་འགྲོ་རིན་བྱེད་ཚར་སྐོར་དེ་བྱེད་ཚར་དུས་སྐབས་ལ། ཨོ་ད་དེ་འགྲོ་ས་མ་རེད་ལ་དུས་སྐབས་ལ Continuing Resolution ཨ་ཚོགས་ཤོག་དེ་རྣམ་ཕལ་སྐོར་ཨན Continuing Resolution དེ་ཨན་དུས་དུས་སྐབས་ལ་གཏན་འབེབས་བྱེད་སྐོར་ལ་ད Continuing Resolution དེ་གཏན་འབེབས་བྱེད་མ་ཐུབ་ན་གཞུང་གོ་གཞུང་སྒོ་རྒྱག་དགོས་ཀྱི་གནས་སྟངས་དེ་ཆགས་སྐོར་རྒྱལ་སྤྱིའི་གི་ཉམས་ཞིབ་བྱེད་མཁན་སུ་ཡིན་ནས་ཁེ་བཟང་བྱེད་དུས་སྐབས་ལ་ཨ་རིག་གིས་ལོ་ལྟར་ལོ་ལྟར་རོགས་བྱེད་ན་ལོ་ཁོ་ལོ་ཁ་ཤས་ཤིག་ནང་རོགས་ལ། Continuing Resolution ནི་གནས་སྟངས་དེ་ཐེངས་མང་པོ་ཞིག་བྱུང་ཡོད་རེད Government Shutdown བྱུང་རག་གཞུང་གི་སྒོ་རྒྱ་ལྟར་ལས་གཞི་ཚང་མ་བཀག་བས་དེ་འདྲའི་གནས་སྟངས་མང་པོ་བྱུང་དུས་སྐབས་ལ་ཨ་རིག་ནང་རོགས་ག་ཆག་འོ་ན་འདི་གི་ལོ་རེ་ལ་དུང་འགྱུར་མང་པོ་གི་འགྲོ་སོང་དུང་ཞིག་རག་ཡོད་གི་ཁོ་རང་ཚོས་གི་འདི་ག་དུས་ནས་ཉམས་ཞིབ་པ་ཡིན་ནས་རེད་འདི་རྒྱལ་སྤྱིའི་གི་སྡིངས་ཆ་ནང་ཚང་མ་གནས་སྟངས་འདི་ཆགས་འདུག་འོ་དོ་རག་ཡིན་ནས་འདི་ནང་ལོགས་ལ་ཁོ་རང་ཚོས་གི་ཡང Continuing Resolution ནང་ལོགས་ལ་གནས་སྟངས་མ་འདྲ་གསུམ་ཡོད་རེད་གཅིག་ག་རེ་ན་ན།

ཨ་ནི་དེ་དང་མཉམ་དུ་ད་ལྟ་འདི་ཞུས་འདུག་ཨ་རིག་གི་དཔེ་མཚོན་ཅིག་ཆགས་འགྲོ་གི་འདུག་ད་ཡིན་ནས་དེ་དང་མཉམ་དུ་ཡང་ད་ལྟ་ཡོ་རོབ་དང་དེ་འདྲའི་ནང་ལོགས་ལ་དགོན་པ་མ་འདྲ་མ་འདྲ་འགྲོ་སྟངས་མ་འདྲ་འདུག་གཅིག་ག་རེ་ན་དཔེར་ན། ང་ཚོ་ཚོགས་ཆུང་གི་ཚོགས་གཙོ་ཟེར་ཞུས་བ་ན་ཤིས་པའི་འགྲོ་གཞི་ན། དེ་གི་དངོས་རྫས་བསྟན་པ་བྱེད་མ་ཐུབ་ན་ལོ་ལྔའི་མན་གི་དངོས་རྫས་དེ་རང་འཇགས་འགྲོ་ནི་མུ་མཐུད་ནས Automatic འགྲོ་གི་འདུག་དཔེར་ན་འཇམ་ནི་འདྲ་བས་ན་གར་དུ་ལོས་ན་ཡང་དེ་ཚོ་ཁོ་རང་ཚོས་ཀྱི་དེ་ལོས་རོགས་བཀའ་ཤག་གི་ཡང་གཏན་འབེབས་བྱས་ཡོད་ཆེད་གྲོས་ཚོགས་ཀྱི་སྟངས་འཛིན་བྱས་ཡོད་རྣམ་པ་དེ་འདྲས་འདུག་ད་དེ་མ་འདྲ་མ་འདྲ་མང་པོ་ཞིག་འདུག་ར་ཡིན་ནས་དེ་ཚོ་ཚང་མ་གཅིག་པ་གཅིག་རྐྱང་ང་ཚོ་གི་ལག་བསྟར་བྱས་ཀྱི་ལང་ཀ་མི་འདུག་གང་ཡིན་ཟེར་ན། ནམ་རྒྱུན་ང་ཚོས་གི་གྲོས་ཚོགས་ཀྱི་སྙུན་གཟིགས་འགྲོ་སྟངས་འདི་དེ་ཚོ་ཚེ་གཅིག་པ་ཆགས་གི་མི་འདུག་ཁ་ནང་ཁོ་རང་ཚོ་གཞུང་འཛིན་ངེས་ཀྱི་ཚོགས་པ་ཡོད་རེད། ཁ་བརྡའི་ཚོགས་པ་ཡོད་རེད་ཨ་ནི། འགྲོ་མ་འགྲོ་དེ་གཉིས་ནི་ཧ་གོ་འདུག་དོ། དེ་ཡིན་ཏེ་ང་ཚོ་གྲོས་ཚོགས་ནང་ལོགས་ལ། ད་དྲི་བ་འདི་ག་ཆེ་རུ་བཏོན་ན་ཅི་འདྲ་སུན་པའི་ཚེ་གསུམ་ཚོ་གཅིག་ལ་གཏན་འབེབས་བྱེད་མ་ཐུབ་ན་ག་བྱེད་ཀྱི་རེད་ལ། དེ་ལ་དཀའ་ངལ་གྱི་གར་བཏོན་ན། ཨ་ལས་གལ་ཡོད་མ་རེད་དེ་བྱས་ན་ཉི་མ་དུས་ཚོད་ཁ་ཤས་ཀྱི་བཏང་ནས་ང་ཚོ་ཐབས་ཤེས་བཏང་ན་ཡིན། དེ་ལ་དྲི་བ་ཞིག་ག་ལ་འདུག་ག་འདྲས་བཏང་གི་ཡིན་པས། ད་དཔེར་ན་ང་ཚོ་གསུམ་ཚོ་གཅིག་ལ་གཏན་འབེབས་བྱེད་མ་ཐུབ་བ། གནས་སྟངས་གཉིས་གང་ཆགས་རེད་བསམ་གི་རེད་ལ་ཚང་མས་མཁྱེན་གསལ་རེད་བསམ། གནས་སྟངས་གཅིག་འདི་ག་ལ་ན། གྲོས་ཚོགས་ཀྱི་གྲུབ་ཆ་མ་ལོངས་ཡས་ཀྱི་གནས་སྟངས་གཅིག་རེད་གཅིག་མང་མོས་མ་ཐུབ་བ་དེ་རེད། ད་དེ་ལས་དྲི་བ་ག་ཆེ་རུ་བཏོན་ན་མང་མོས་མ་ཐུབ་ན་བཀའ་ཤག་ལ་དེ་གི། ཡིད་ཆེས་ཡོད་མེད་སྔར་དྲི་བ་བཤད་དུས་སྐབས་དང་དུས་སྐབས་ལ་ཡང་འཕོ་འགྱུར་བཏང་ཡོད་ཀྱི་གནས་སྟངས་ཀྱི་ཆག་སྒོ་རེ་ཆག་སྒོ་མ་ལ་དེ་འདྲའི་དྲི་བ་གླེང་གི་འདུག་ད་ཡིན་ནས་འདིར་གླེང་བའི་འདི་མང་ཆེ་སྤྱི་ཟླ་གསུམ་པའི་ཚེས་སུམ་སོ་གཅིག་ལོར་འདི་པར་ར་འདིར་ང་ཚོ་གཏོང་ལེན་ཁྲིད་མི་མང་ཆེ་གྲོས་ཚོགས་འདི་སྤྱི་ཟླ་གསུམ་པའི་སྐབས་ལ་གླེང་ཡོད་དུས་སྐབས་ལ་དུས་ཚོད་ག་བ་འདུག་ལ་འདྲི་བ་ཅི་གླེང་གི་འདུག་གང་ཡིན་ཟེར་ན་ད་དཔེར་ན་ང་ཚོ་ཐབས་ཤེས་ཤིག་བཏང་གོ་གྲོས་ཚོགས་འཕར་མ་ཚོ་ཡ་ཁ་ན་ན་འཛིན་འདི་ཚོགས་གཙོ་ཚོགས་གཞོན་ལ་སྐུ་དབང་ཡོད་རེད་དུས་འདྲ་གཅིག་ལས་མང་བ་འཕར་འགྱང་བྱེད་ཀྱི་སྐུ་དབང་དང་ཚང་མ་ཡོད་རེད་བཅའ་ཁྲིམས་གནང་རོགས་ཡིན་ནས་འདི་བྱེད་ན། འདི་གི་སྐབས་ཀྱི་གྲོས་ཚོགས་འདི་ག་འདྲའི་ཚོགས་ཡིན་པས་ཁ་ན་སྤྱི་ཟླ་གསུམ་པའི་ཚེས་སུམ་སོ་གཅིག་གི་རྗེས་ལ།

གྲོས་ཚོགས་སྔོན་མ་དེ་ལ་འཛིན་སྐྱོང་བཀའ་ཤག་གིས། འདིའི་སྒྲིག་གཞི་བསྐྱར་བཅོས་དེ་ཐོག་མར་འདས་ལ་འཁོད་ཡོང་འདོད་པས། ཧ་ལས་ཡག་གི་གལ་ཆེན་པོ་ཡིན་པ་དང་གནད་འགག་ཆེན་པོ་ཡིན་པ། འཇིམ་ཚད་མང་པོ་ཞུ་ཅེས་སྒྲོག་བྱས་པ་མ་ཚད། ད་ལྟ་ཕྱི་ལོགས་ལ་ག་བ་ལ་འཕོས་པ་ཡིན། པས་འདིའི་ཁྲིམས་དེ་མ་བཏང་ན་སྤྱི་འཐུས་དེ་ཚོ་ལྐུགས་པ་རེད་ཟེར་ཡག་དང། དེ་འདྲའི་ཚུལ་འཆོས་ནས་སོང་དགོས་ཡག་གི་གནད་འགག་ཆེན་པོ་ཅིག་སོང་བསྡད་གི་བ་རེད། དེ་ཡིན་དུས་ཚོགས་ཆུང་གི་ངོས་ནས། འཛིན་སྐྱོང་གི་མི་དེ་བརྒྱུད་ནས་བཀའ་ཤག་གིས་དགོངས་པ་ཆ་ཚང་འདས་ལ་བླངས་ཡོད་རེད་དང་ཡོད་མ་རེད།

སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་བདུན་ཉིན་མོ་སྲིད་སྐྱོང་དེ་ཕུལ་གི་ཡོད་རེད། དྲུག་གི་སྐྱེས་ནི་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་དུས་དང་པོ་ཚུགས་གི་ཡོད་ཀྱི་རེད་བཀའ་བློན་གཞན་ནས་བསྐོས་རྗེས་རེད་དེ་དུས་གཉིས་གསུམ་ལ་བཀའ་བློན་བསྐོས་གི་ཡོད་ན། ད་དེ་དུས་སྔོན་ཚིག་གསར་བ་དེ་བཀའ་ཤག་དེ་གི་ཕུལ་ཐུབ་གི་རེད་བས་དེ་ཕུལ་ཡག་གི་གོ་སྐབས་ཡོང་གི་རེད་བས་སོ་དེ་རེད། ཕ་ཕྱོགས་ལ་ཟླ་བ་དྲུག་བྲིས་ཡོད་རེད་དེ་ཡིན་ན་ཚེས་ཕྱོགས་ལ་གསར་བུ་གསར་ཕྱོགས་ཀྱི་ནི་བཀའ་ཤག་གསར་བ་དེ་གི་ཕུལ་གི་སོང་འདུག་འོ་དེ་གནད་དོན་དེ་ག་རེ་རེད་ཟེར་ཡག་དེ་གཅིག་རེད། གཅིག་དེ་ཚོགས་གཙོ་དང་ཚོགས་མི་གཉིས་ཀྱི་ལན་རྒྱག་སྟངས་དེ་མ་འདྲ་བ་གཅིག་གོ་སོང་དེ་ཡིན་དུས་དེ་ཐོག་ལ་དུག་པ་གཅིག་རང་བཞིན་གྱི་ལབ་སོང། རྒྱ་གར་དང་དེ་སོགས་ཀྱི་འགྲོ་སྟངས་ཐོག་ལ། ད་ད་ལྟ་ཚོགས་མི་གི་ལན་བརྒྱབ་སྟེ་རྒྱ་གར་ལ་ཕ་སྐྱེས། དམིགས་བསལ་གྱི་མེད་པའི་བཟོ་འགྲོ་ཅིག་ད་ངོས་འཛིན་འགྲོ་མ་ཐབས་ན་ཡོང་དེ་ག་རང་ལོག་འགྲོ་གི་ཡོད་པའི་བཟོ་འགྲོ་ཅིག་གསུངས་འདུག་ཚོགས་གཙོ་གི་ད་ཅིག་ལན་བརྒྱབ་དུས་མི་མཐུན་ནས་འགྲོ་ས་ཡོད་པའི་བཟོ་འགྲོ་ཅིག་གསུངས་འདུག་དེ་གནས་སྟངས་དེ་ག་འདྲ་རེད། ད་དོན་དག་ག་རེ་ཤེས་ན་མ་ཤེས་ན་རྒྱ་གར་ཤེས་ན་ཤེས་ཨ་རི་ཤེས་ན་ཤེས་ཡོ་རབ་སི་པན་ག་རེ་ཤེས་མ་ཤེས་ང་རང་ཚོ་ངོ་བོ་དང་མཚོན་པའི་འགྲོ་སྟངས་ཀྱི་སྒུག་དགོས་ཡོད་རེད་མ་གཏོགས་གི། གཉིས་ཀྱི་སྐད་ཁ་ཤས་ཤེས་བ་དང། བསམ་སྦྱོར་འདྲ་མི་འདྲ་ཁ་ཤས་མཐོང་བ་དང་གནས་སྟངས་འདྲ་མི་འདྲ་མཐོང་བ་མར་ང་ཚོ་མ་བོད་ས་ཡོད་མེད་བརྟག་དགོས་རོ། འོ་དེ་ཡིན་དུས་དེ་ལ་ང་ཚོ་བར་བོད་ས་ཡོད་མེད་ལ་བལྟ་ཡ་ལ་གནད་འགག་ཆེ་ཤོས་དེ་ད་ཅིག་གོང་དུ་གསུངས་པའི་གེ། དོན་ཚན་ལྔ་བ་གེ་ནང་གསེས་དེ་རེད་ད་ལྟ་འགྲེལ་བཤད་བསྐྱོན་ཡོང་དུས་ད་དུང་རྣམ་པ་ཚོ་གེ། ཨ་ནི་དེའི་སྐོར་ལ་དེ་ག་རང་རེ་བས་ད་ཁོ། ཅིག་མཚམས་བཅད་དོ། བཀའ་འཁྲོལ་མ་ཐོབ་མ་ཐོབ་ན་ཡང།

བཀའ་ཤག་གི་གཟིགས་པ་ནང་གི་གལ་ཆེན་པོ་གཟིགས་ཡོད་རེད་དང་ཡོད་མ་རེད་དོན་དག་དོག་དོག། དེ་རིང་མ་སོང་ན་སང་ཉིན་ཁོ་སང་ཉིན་མ་སོང་ན་གནངས་ཉིན་ཁོ་འོང་གི་ཡིན་གསུང་ངོ་རོགས་བཀའ་ཤག་གིས། དེ་ཡིན་དུས་དེ་ལ་ཨ་ནེ་སྤྱི་བཏང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་རེད། འདི་གི་མཐའ་དོན་དེ་གྲོས་རྒྱུན་ལས་དང་དེ་སོགས་ལ་བརྟེན་ཡོད་རྒྱུ་རེད་ཡིན་ཁྱེད་གཉིས་སྲིད་སྐྱོང་ལ་སྙན་ཞུ་དང་དོན་འཁྲི་དང་རྒྱབ་གོ་དགོས་ཡོད་རྒྱུ་མ་རེད་དེ། ཡིན་ན་རྣམ་པ་ཚོས་འདིའི་ཆ་ཚང་དེ་བཀའ་ཤག་གི་དགོངས་ཀྱི་སྟེང་བ་ཆ་ཚང་ཏག་ཏག་ལབ་བསྡད་ཡོད་རེད་བས། དེ་ཞོའི།

སྟོང་ལས་འཕྲོས་བསྟན་པའི་དཔྱིད་མ་ཐོབ་པ་བཅས་ངོས་འཛིན་བྱས་ནས་ནི་བཀའ་འཁྲོལ་དེ་རང་བཞིན་གྱིས་ཐོག་མར་ཁྱེད་ལ་ངོས་འཛིན་བྱེད་དགོས་རེད་བས་ཡང་ན་གྲོས་ཚོགས་འཚོགས་བྱས་ནས་ད་ལྟ་འདི་བརྒྱ་ཕྱག་གི་ཐོག་ལ་ད་ལྟ་འདི་གང་འདི་ལྟར་རེད་ཆོག་ཅིག་གསུངས་སོང་གང་ལྟར། ཅིག་གང་ལྟར་མང་མང་གི་འོས་བསྡུ་མ་ཐོབ་པ་དང་ཡང་དེ་འབྲེལ་གྱི་ལ་སོགས་པ་གྲོས་ཚོགས་ཀྱི་དཔེར་ན་གྲོས་འཆར་མ་གནང་བ་དེ་འདྲའི་བྱུང་བ་ལ་བརྟེན་བྱས་ནས་ནི།

ང་ཚོ་ཏན་ཏན་གྱི་གྲོས་ཚོགས་ཚོགས་མ་ཐག་པ། ཡོང་ཡག་གི་ཁྱི་ཙག་འདྲ་བོ་ཆགས་ཀྱི་འདུག་བསམ་གྱི་འདུག་ག་སྲིད་ན་ནམ་རྒྱུན་ཡིན་ན་ང་ཚོ་ད་ད་ལྟ་བར་དུ་ང་ཚོ་སྔོན་རྩིས་ཀྱི་གྲོས་ཚོགས་ཚོགས་མ་ཐག་པ་བྱུང་བ་དང་དེའི་གལ་ཏེ་ཅིག་གཏོང་རིང་ཁྲི་བའི་གཏན་འབེབས་བྱིན་མ་ཐག་པ་དེ་འདྲའི་ཚེམས་ཚབ་སྐྱེ་དགོས་ཡག་གི་ཅིག་གནས་སྟངས་འདྲ་བོ་ག་རེ་བྱུང་སོང་ཟེར། དངོས་གནས་ཡིན་ན་ད་ལྟ་གྲོས་ཚོགས་འཐུས་མི་ཚང་མས་གིས་ད་ཕྱི་ཟླ་གསུམ་བཅུ་གྱི་གྲོས་ཚོགས་དེ

ཨ་མདའི་ཚོགས་གཙོ་མཆོག་ཨ་མདའ་དྲི་བ་ཕེབས་པ་ནང་ལ་གཅིག་གིས་དང་པོ་དེ་ལ་འདི་གསུངས་སོང། འཕྲལ་སེལ་སྔོན་རྩིས་དེ་ཚོགས་ཆུང་གི་ཐོག་ནས་གལ་ཆེན་པོ་བརྩི་གི་ཡོད་པས་ལ་དེ་ཚོགས་ཆུང་གི་ཐོག་ནས་གལ་ཆེན་པོ་དཔེ་བརྩི་གི་ཡོད། ཚོགས་ཆུང་གི་ཚོགས་མི་ཆགས་ནས་ཀྱི་གྲོས་ཚོགས་ནང་ལ་དང་པོ་དེ་གནམ་འཕེལ་དུས་དེ་འདས་ཅིག་འགོག་འདུག་དེ་ད་ལྟ་གནམ་འཕེལ་བ་འདི་ད་ཏག་ཏག་བསྡད་མི་འདུག་བསམ་པ་གི་ཚོར་བ་ཅིག་སླེབས་སོང་འདི་གལ་ཆེན་པོ་རེད་ཤག་འཛམ་བུ་གླིང་གི་མང་གྲོས་དང་ཚང་མ་ནང་ལས་དེ་འདས་འདུག་ང་ཚོ་གཅུག་པོ་དམིགས་བསལ་དེ་འདས་ག་རེ་རེད་མི་འདུག་ཚང་མའི་གི་འགྲོ་སྟངས་ཅིག་བཟོས་བྱས་བང་སྒྲིག་བྱས་ཡང་འདི་བྱེད་དགོས་སྨྲ་མཁན་ན་འགྲིག་གི་ཡོད་རེད་བྱེད་དགོས་ཐལ་ན་ཁོ་གང་འདྲེ་སྐྱོར་གྱི་ཆབ་སྲིད་ཅིག་ཡོད་པ་དེ་ལ་ལག་བསྟར་བྱེད་ནས་འགྲོ་ཡ་གི་དེ་འད་གི་གནས་སྟངས་ཅིག་ཐོག་ནས་ང་ཚོས་ཁེ་འོང་རེད་ཞུ་ཡ་ཡིན། དྲི་བ་གཉིས་པ་འདི་ནང་ལ་ད་བཀའ་ཤག་གི་གནད་དོན་དང་བཀའ་ཤག་གི་གསུང་བ་དེ་འདི་ནང་ཁེ་འོར་བས་ལས་ཅིག་གསུང་གི་འདུར་བ། དེ་རྩ་བ་གཉིས་ནས་ང་ཚོས་གི་དེ་འད་བསམ་བློ་འཁོར་མ་སོང། ང་ཚོས་ཚོགས་ཆུང་འདི་ཚེ་གྲོས་ཚོགས་གི་གཏན་ལ་ཕབ་བས་གི་ཚོགས་ཆུང་གི་ཆ་འད་ཡོད་དུས་འདི་ནང་ལ་མི་འགྲོ་བཀའ་ཤག་ནས་ཡོག་རེད་ཁོ་རང་གི་ཁོ་རང་ལ་ངས་ཁོ་རང་ཁོག་པ་ན་འཛུལ་ནས་ངས་ཞུ་ཐུག་མ་རེད་པ། ཡིན་ནའི་ཁོ་རང་གི་ལྷག་བསམ་རྣམ་དག་ཐོག་ནས་ང་རང་ཚོར་གྲོས་བསྡུར་རང་བྱེད་པའི་ཐོག་ནས་ང་ཚོས་དེ་འད་ཅིག་ཙམ་ཡིན་མ་ཤེས། ཁོ་རང་གིས་ད་བཀའ་ཤག་གིས་དེ་འད་གསུང་གི་འདུག་དེ་ན་དེ་འད་ལུགས་ལ་ཉིན་མ་གཅིག་དེ་འད་གསུང་མ་སོང་འདི་གསལ་པོ་ཞུ་ཡ་ཡིན། དེ་འད་སྤྱི་བོ་ཆེ་མེད་པ་ང་རང་ཚོ་གེར་བད་ཞུ་གཏན་འཇགས་བྱས་ནས། རྗེས་ལ་སྙན་ཐོ་འདི་ཕབ་དུས་གས་ཚོགས་གཙོ་ཙར་ལྕག་བྱས་ད། ཕུལ་ག་ལྷ་ག་དེ་ལ་ད་འདིས་ཨ་ནི་ཁོ་རང་གིས་དེ་འད་བཀའ་འདྲི་འདི་ཞུ་འདུག་ད་འདི་ང་བཀའ་ཤག་གི་སྐུ་ཚབ་ཡིན་དུས་བཀའ་ཤག་ལ་ཕུལ་ན་ང་ཕུལ་གོ་གེ་གི་མ་རེད་ལ་ལས་དུ་ར་ང་ཚོ་གི་འདི་སྐུ་ཅིག་མ་ཕུལ་རོགས་གྱིས་ད་འད་ཚོགས་གཙོ་ལ་བཀའ་འདྲི་ཞུ་གི་ཡིན། ཚོགས་གཙོ་དང་ཐེངས་མ་གཉིས་གསུམ་བཅར་ཡིན། ཚེ་ཚོགས་གཙོ་གིས་ང་ཚོ་ལྟ་གི་ཡིན་ས་གཉིས་མ་ག་འདེད་བྱས་ཞག་གཉིས་མ་བཀའ་ཤག་དང་བཀའ་སྤྱི་གཉིས་ཀྱི་ཚོགས་ཆུང་དེ་འདས་ཡོད་དུས་བྱེད་སྟངས་དེ་ཚོ་ག་འདེད་བྱེད་དོ་ཅིག་ལྟ་གི་ཡིན་ཞག་རོ་བྱས་ས་གཉིས་མ་གཉིས་གོ་སོ། གཉིས་མ་གཉིས་ཚང་ནས་དེ་རྗེས་ལ་ལམ་སྟོན་ཕེབས་ཡ་མི་འདུག་ར་ཡང་མགོ་ནས་བཅར་ཡིན་ལྟ་དེ་ག་འདེད་ས་ན་ཡ་རེད་ཞུ་དུས་ཕ་གས་ནས་ཡང་སེམས་འཚབ་ཅིག་འདུག་ཁོ་རང་ཡང་བཀའ་ཤག་གི་བ་ལ་ཕྱག་ལས་གནང་མཁན་ཅིག་རེད་བཀའ་ཤག་གི་ཚོགས་མི་གས་ལ་ཡོད་དུས་ཁོ་རང་ཁོ་རང་ལ་འགན་ཅིག་འདུག་ལྟ་དུས་ལྟ་སྤོ་འོང་རྗེས་ལ་མཐའ་མ་དེ་ལ་བཀའ་འདེད་ཚོགས་གཙོ་གིས་ག་རེ་གསུངས་སོ་ལ་ན། ད་ཁྱེད་རང་ཚོ་གི་ཐག་གཅོད་གསུང་གི་འདུག་ང་ཚོ་དེ་ལ་ལམ་སྟོན་ཕུལ་ཐུབ་ཡ་མི་འདུག་དེ་འད་ཀྱི་ལམ་ལུགས་གསལ་བོ་ཅིག་བཅས་མི་འདུག་ས་དེ་འད་ཚོགས་ཆུང་བཀའ་ཤག་དང་བཀའ་སྤྱི་གཉིས་ཀྱི་ཚོགས་ཆུང་ནང་ལ་བཀའ་ཤག་གི་ཚོགས་མི་དེ་ཀྱི་བཀའ་ཤག་ལ་སྙན་ཐོ་ཕུལ་གི་ཡོད་བས་ཧ་ཁུག་མི་འདུག་ཕུལ་གི་མེད་བ་ཀྱི་ལ་དེ་ལམ་ཀ་གསལ་བོ་ཅིག་མི་འདུག་ས་ད་འདྲ་བ་འདུག་ད་ཁྱེད་རང་ཚོ་གི་ཐག་གཅོད་ལ་འདུག་ལ་ང་ཚོ་གསུམ་གོ་ཐུག་གོ་ཐུག་བྱས་ནས་རྗེས་ལ་རྗེས་ལ་ཐ་མ་དེ་ལ་ཕུལ་ཡོད་ས་ཡོད་ད་གཟའ་སྤེན་པ་རེད་ཉི་མ་རེད་ཅིག་ལ་ར་དེ་འད་ཅིག་ལ་ཕུལ་ཡོད་ས་ཡོད་མེད་འདི་བ་ཚོ་བཀག་ནས་བཞག་ཡིན་ཞུ་བ་འདི་ཅིག་གསལ་བོ་བཟོས་ན་བསམ་ཟོར་བ་འདི་དང་ཆབས་ཅིག་ད་ད་འདའ། ད་དེ་ངོ་བོ་གཅིག་པ་རྣམ་པ་ཚོ་སྲིད་དང་ངོ་བོ་གཅིག་པ་རེད་དུ་མི་འདུག་རྣམ་པ་ཚོ་བདུན་ལ་ཡིག་ཆ་ཡོར་བར་ཉི་མ་བཀའ་ཤག་གི་རྣམ་ཕེ་གྱོ་དང་ད་ལྟ་ཚོགས་ཆུང་གི་རྣམ་ཕེ་གྱོ་དེ་ནང་ལ་གཅིག་པ་གར་རེད་ཤ་མེད་པ་གར་རེད་ཤ་ཁ་ཤས་ཀྱི་གསུང་གི་འདུག་གཅིག་ཁྲ་ཆེ་བེ་ཆེ་བྱས་རེད་མ་གཞི་གཅིག་པ་རེད་ཤ་འགྲོ་གི་སོང་ད་སོ་སོ་བསམ་ཚུལ་རེད་ད་དེ་རྣམ་པ་ཚོ་བསམ་ཚུལ་རེད་ང་ཚོའི་ཐོག་ནས་ལྷག་བསམ་རྣམ་དག་བྱེད་འདི་རྣམ་ཕེ་ཡོ་རེད་ང་ཚོའི་དགོངས་པ་ཅི་ཞིག་ལ་ཕུལ་ཡ་རེད་མ་གཞི་ང་ཚོའི་འདི་ལ་སོ་སོ་སོ་སོའི་གི་གེར་གི་དོན་ནི་དེ་ག་ཡོ་མར་བར་རྣམ་པ་ཚོ་འདི་དངོས་གནས་གལ་ཆེན་པོ་མཐོང་གི་འདུག་ན་རྒྱབ་སྐྱོར་གནང་རོགས་གནང་ཞུ་ཡ་ང་ནི་གལ་ཆེན་པོ་མཐོང་གི་འདུག་ཞུ་ཡ་ཡིན་དགོངས་གནས་གཅིག་ཞུ་ཡ་ཡིན་ར་བ་འདི་ནས་ད་ད་གཅིག་འདི་གསུངས། སྒང་ལ་ཟླ་བ་དྲུག་གི་ཚད་བཀག་ཅིག་ཡོད་རེད། ང་ཚོ་ལ་ཚོགས་གཙོ་གི་ལམ་སྟོན་ཕལ་ཡ་དེ། དཀའ་ངལ་གཅིག་དེ་སྙེ་མ་བཀའ་ཤག་གི་གནམ་ཕལ་དུས་དུས་ཚོད་ཚད་བཀག་བཅས་མི་འདུག་ཨ། དེ་འཕྲལ་སའི་སྔོན་རྩིས་ལ་རེད་མ་ཞེས་ག་དུས་བར་དུ་འཕྲལ་སའི་སྔོན་རྩིས་རེད་གསལ་པོ་བཅས་མི་འདུག་ལ་དུས་ང་ཚོ་ག་རེ་གསལ་པོ་ཁ་ཕྱིར་ལ་ན། ཟླ་བ་དྲུག་གི་ཡིན་སྟ། ང་ཚོའི་གི་རྣམ་པ་ཚོ་ཟིན་ད་རྒྱབ་ལ་ང་ཚོས་སབ་ཁྲ་བཅས་ཕུལ་ཡོད་ཡང་དེ། དེ་ལ་ཞི་བོ་ཞིག་མགོ་རྙོག་ཆགས་ཀྱི་འདུག་ན་རེ་བ་སབ་ཁྲ་ནང་ལ་ཟིན་ནས་རེ་བ་གནས་སྟངས་མ་འདྲ་གསུམ་བཞིས་ནང་ནས། མང་ཆེ་ལ་ཟླ་བ་དྲུག་ཡིན་པ་གཅིག་ལ། ཡིན་ནས་མཐར་ཐུག་དེ། གཏོང་ལེན་ཁྲིམས་ཡིག་གཏན་འབེབས་མ་བྱེད་བར་དུ་ལ་ཡོད་རེད། གཏོང་ལེན་འཕྲིན་ཡིག་གཏན་འབེབས་མ་བྱས་པ་དུ་ཚང་མ་འཕྲལ་སེལ་འཕྲལ་སེལ་རང་གི་ངོ་ཐོག་ནས་འགྲོ་ཡོད་རེད་ཞུ་ཨེ་ད་ད་ད་བཀའ་ཤག་གིས་ད་ད་བཀའ་འདི་སྲིད་སྐྱོང་གི་དྲི་བ་ཇི་ཕེར་རེད་འདི་ལ་ཕྱག་རེ་སྤྱི་འཐུས་ཀྱི་འདི་གསུང་གི་འདུག་ཨང་དེ་ལ་ཟླ་བ་དྲུག་ཁྲི་ཡང་རྗེས་ལ་བཀའ་ཤག་སྐབས་གསར་པའི་གི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་འདུ་དང་པོ་ཐོག་ལ་བྱེད་བོར་ལ་དུས་འདི་ཡང་ག་འདི་རེད་ལས་སྦྱོར་བ་ཟླ་བ་དྲུག་གེ་གཉིས་ལ་རེད་ཤག་ལ་ད་འདི་ང་ཚོས་གི། བཀའ་ཤག་གསར་པ་ཕེབས་ཀྱི་ཡོད་ན་ར་བཀའ་ཤག་གསར་པ་ཕེབས་མཁན་ཅིག་གིས་འཆར་གཞི་ཅི་ལྟར་གནང་ནས་ཕེབས་ཀྱི་ཡོད་གི་ར། མདོག་ལ་ནི་མ་བཟའ་ཡོང་བ་ར་གནམ་ནས་མ་ཉན་དམ་པོ་ཁང་ནས་ང་ལངས་གི་ལ་འདི་འཆར་གཞི་ལ་སོ་སོ་སོའི་གི་ཅིག་ཡོད་གི་ར། འདི་ཡིན་དུས་ང་ཚོའི་སྡེ་ལ optional ད་གོ་ད་ཨིན་ཇིའི་ཚིག་ཅིག་འགྲོ་སོ་ར། འདི་འདས་ཕུད་ཞུ་ཆོག་ལ་ཡོད་མ་ཞུ་དགོས་ལ་ཡོད་མ་འདས་སི་ལ་ད་ར། འདི་ན་བྲིས་ཐང་འདིའི་ཚིག་ལ་བཀའ་འཁྲོལ་ཞུ་ཆོག་ལ་ཡོད་ད་ཁོ་རང་གི་ཡང་ཟླ་བ་དྲུག་པ་དུ་འགོར་གྱི་ཡོད་ན་ཨ་ནི་གྲོས་ཚོགས་སྐབས་སྐབས་སྤྱི་ཟླ་དགུ་པའི་གྲོས་ཚོགས་ནང་ཕུད་ནས་འགྲིག་གོ་ར་ཡིན་ཅི་མིན་ཅི་ཞུ་དགོས་ཡོད་ལ་ནི་ང་ཚོ་དེ་བཀོད་མེད་ཞུ་བས་གཅིག་འདི་ཞུ་གོ་བསམ་ཟེར་བ། ང་རང་གི་བསམ་ཚུལ་བྱེད་ན། ད་བཀའ་ཤག་གསར་བ་སུ་ཕེགས་ཡོད་གནས་རེད་བ། ཨ་ནི་ཁོ་རང་ཚོས་ཀྱི་དང་པོ་ཁོ་རང་ནས་ང་ཚོའི་འཕྲལ་སེལ་ནང་ལ། རྒྱུན་གྲོན་དང་གལ་ཆེན་པོའི་གྱི་ད་གོ་དགོས་ཅན་གྱི་འདོད་གྲོན་ཚང་མ་ཡོད་པའི་སྒང་ལ། ཨ་ནི་རོགས་ཚོགས་གྱི་ག་རེ་ཡོད་ནས་མུ་མཐུད་ནས་འགྲོ་གོ་རེད། འདི་སྒང་ལ་གསར་བ་ལས་གཞི་ག་རེ་ཕེགས་ཡོད་ནས། གནས་མ་ཐུབ་པ་ཅིག་ད་ཡོག་མ་རེད་བསམ་གོ་འདུག་གལ་སྲིད་དངོས་གནས་ཁོ་རང། བོད་བས་གྱི་རྩ་དོན་ཐོག་ལ་རྩིས་ངེས་བྱེད་ན་སུ་སོ་སོ་གྱི་ཆ་ཤས་ཅིག་ད་རྙེད་ནས་ཡོག་རེད་བ། འདི་ཞུ་བ་ཅིག་ད་བ་བཞི་ང་དགུ་གོ་ཡ་དེ་འདྲས་ཡོག་མ་རེད་བསམ་སོ་ད་སོ་སོ་ད་རང་འདི་བསམ་ཚུལ་མེད་ང་ཚོ་ཚོགས་ཆུང་ནང་འདི་གོ་བསྡུར་བྱུང་སོ་ད་འདས་སོ་སོ་སོའི་གྱི་བསམ་ཚུལ་བཤད་གྱི་ཡོད་ས་རེད་སོ་འདི་མ་རེད་ཞུ་ཡ་ཡིན། ཨ་ནི་འདི་ནས།

ད་གསང་བའི་འགྲོ་གྲོན་འདྲ་བོ་དག་འདི་སྐབས་ལ། ད་རྒན་གནས་ངེས་མེད་ན་འདི་ཚོ་གལ་ཆེན་པོ་ཡིན་དུས་ཡང་འདི་ཚོ་ལས་ཅིག་བཀག་སྡོམ་ཅི་ལྟ་དགོས་ཟེར། ཚོགས་ཆུང་གི་གོ་ཐུག་འདི་བྱུང་རེད། འདི་ནང་ལ་ང་ཚོ་བཀག་ཡ་འདི་ཕོག་བཀག་གིན་ལ་ཡོད་མ་རྟ། པར་ཆའི་རིགས། འདི་ཚང་མའི་གི་པར་ཡ་འབྱོར་བ། པར་ཡ་འདི་འདི་སྐབས་ལ་བཀག་ཡོད་ཞོ་འཕྲལ་སེ་སྔོན་རྩིས་སྐབས་ལ། འདི་ཅིག་ཞུས་ན་བསམ་སོང། དེ་ནས། སྐུའི་སྤྱི་འཐུས་གཅིག་གིས། ད་གྲོས་ཚོགས་ཀྱི་གྲུབ་ཆ། གྲོས་ཚོགས། ད་འདི་གསུངས་དུ། འདི་ད་ད་འདི་རྙེད་ནས་ང་ད་ད་གསལ་བོ་ཞུ་ཐུབ་མ་སོང་མ་གཞི་ག་ཤེད་ཀྱི་འདི་གསུངས་ཤག། སྤྱི་ཟླ་གསུམ་པའི་གི་སྔོན་རྩིས་འདི་བཀག་ཡ་གི་དེ་འདས་གི། དོགས་པ་འདྲ་བོ་ཅིག་འདུག་དེ་འདྲ་འགྲོ་གི་མ་རེད་བསམ་ནས་དེ་འདྲས་མ་བཏང་ཡང་དེ་འདྲས་ཀྱི་དགོངས་པ་འདྲ་བོ་ཅིག་གཞན་མེད་ན་ལ་ནི་ཅིག་དོགས་པ་འདྲ་བོ་ཅིག་དྲི་བ་དོགས་འདྲི་ཞིག་སླེབས་སོང་ང་ལ། འདི་ལ་ག་རེ་ཞུ་ཡོད་ལབ་ན། གྲོས་ཚོགས་ཁོ་རང་ཚུགས་མ་ཐུབ་ན། བཅའ་ཁྲིམས་བསྐྱར་བཅོས་འགྲོ་ནི་རྒྱུན་ལས་ཀྱི། གནང་ཡས་ཀྱི་ལམ་ཁ་ཅིག་བཟོས་ཡོད་ད་ངོ་ནས་བྱས་ན། རེད་བ། ཡིན་ནས། ང་ཚོས་ག་ལ་ལབ་ན་རྒྱུན་ལས་ཀྱི་ག་རེ་གནང་གི་ཡོད་ནའང་དེ་འཕྲལ་སེལ་སྔོན་རྩིས་རང་ཐོག་ནས་བརྩི་ཡག། རེད་བ། ད་དེ་འཕྲལ་སེལ་གྱི་ཨིན་ཏེ་རིམ་ནང་གི་བསྐོ་བསྐྱར་བཅོས་དང་སྦྲགས། རྒྱུན་ལས་ཀྱི་སྐབས་རྒྱུན་ལས་ཀྱི་རྟགས་བདག་དབང་བྱེད་ང་ཚོ་ཕུལ་བ་རང་དབང་ཆ་བྱེད་འདི་ཡའི་འཕྲལ་སེལ་རང་གི་ཐོག་ནས་འཕྲལ་སེལ་སྔོན་རྩིས་བར་འཕྲལ་སེལ་གྱི་རྟགས་ངོས་འཛིན་བྱེད་ནས་ང་ཚོས་ག་རེ་བསམ་བློ་བཏང་ཡོད་མེད་ལ་ན་ནམ་རྒྱུན་སྤྱིར་ཡོངས་ཀྱི་འགྲོ་སྟངས་མན་པ་ཅིག་མི་འདྲ་བ་ཅིག་འགྲོ་གི་ཡོད་ན་ག་འདི་བྱེད་ནས་ཚང་མ་འཕྲལ་སེལ་སྔོན་རྩིས་བར་འགྲོ་ཐུབ་ན་ཨ་ཡག་པོ་འདུག་ལ་ནི་རྣམ་འགྱོག་རེ་མ་ཤེས་ཡང་དབྱིན་ཇི་ཡག་པོ་ཤེས་ཀྱི་ཡོད་པ་དང་དེ་འདྲ་རྩ་བ་ཉིད་ནས་མེད་ཨ་འདི་ནང་འགྱུར་བ་འགྲོ་དགོས་ཨ་འདི་འདུག་ན་རྣམ་པ་ཚོ་གི་བཟོས་བཅོས་རྣམ་ཕན་ནས་ང་ཚོས་འགྲིག་གི་ཡོད་ཚིག་དང་གང་ཅིའི་ཐོག་ནས་གནོན་པའི་གླུ་ཡག་དང་ག་རེ་ཡིན་ནས

བཀའ་བཅུ་རེ་ནས་བཀའ་བཅུ་བསྡུས་ཀྱི་ཚབ་གཉིས་འདས་ཏེ་དེའི་ཕར་ལ་མ་དང་འདི་འདྲིས་ཀྱི་ཀླད་སྟོང། རྗེས་ཆ་བྱེད་བྱེད་ཚིག་ཧ་ཅང་ཡག་པོ་བྲིས་ངས་མཐོང་མ་སོང། ད་ཐུང་བྲིས་ངས་དེ་ཡང་ཧ་ཅང་གི་ཚད་མཐོན་པོ་ཞེ་བོའི་བེ་ཡིག་གི་ཚད་མཐོན་པོ་ཞེ་བོའི་གཡོ་ཟར་སོགས་སོགས་སུ་བྲིས་ཤག་ད་མ་འོངས་པར་འདི་ཚུན་ཆུད་དེ་ཚོ་མུ་མཐའ་ནས་བཀོལ་སྤྱོད་བྱེད་སྟངས་ཡག་པོ་འདུག་དཔེ་མི་སྲིད་པ་ཡག་པོ་བྲིས་ཤག། དེ་ནས་མདོ་ཁ་ཞིག་བསྡུ་བ་ཡིན་ན་གང་གི་ཚོགས་མི་གཉིས་ཀྱག་གི་བཤད་ཡིག་གི་རྗེས་རིང་ལས་དོགས་པ་ཆེར་མ་གཏོགས་དོགས་པ་ཟད་ཡག་གང་ཡོང་ཞུ་འགོ་མི་འདུག་དྭངས་གནང་བྱིན་གྱིས་འདིའི་ནང་ལོགས་ལ་རྒྱལ་གཞིས་ཀྱི་ཚིག་དེ་གཉེར་གཉེར་གཉེར་གཉེར་གཏོང་བསྡད་མ་གཏོགས་རྒྱལ་གཞིས་ཀྱི་དེང་དུང་ནི་སྔ་མ་དེ་ཚོ་ཕྱི་མ་ཁྲི་ཆགས་པ་ནོར་གྱི་རེད་ངོ་ད་འགྱེལ་བ་མི་འདུག།

གང་འདྲ་འགན་འཁྲི་སྲུང་བའི་ཐོག་ནས་འཛིན་སྐྱོང་ལ་སྟངས་འཛིན་བྱས་བྱས། ཨ་ནི། བཀའ་ཁྲོལ། མ་གནང་ཡང་གི་སྐུ་དབང་ཡོད་རེད་ཡོད་མ་རེད། འདི་ཆོག་གི་རེད་ཆོག་གི་མ་རེད། གལ་སྲིད་ཆོག་གི་མེད་ན་སྔ་ཟུར་དུ་ང་རང་ཚོ་སྔོན་རྩིས་གྲོས་ཚོགས་འཚོགས་དགོས་པའི་རྒྱུ་མཚན་ཡོད་རེད་ཡོད་མ་རེད། དེ་གཅིག་བྱས། དེ་ནས། འོ་ན་ཨ་ནི་ང་རང་ཚོ་སྤྱི་འཐུས་ལྷན་ཚོགས་ཀྱིས་ཨ་ནི་བཀའ་ཁྲོལ་མ་གནང་བ་ག་འདྲས་ཅིག་ལ་ངོས་འཛིན་ཞུ་དགོས་རེད་འོ་དེ་དྲི་བ་དང།
ཞེས་དེ་བཤད་ཐབས་བྱེད་ཐུབ་ན། དཔའ་འདི་ཚོ་ཤོག། ཆ་ཚ་བའི་དང་པོ་སྦྱོར་བ་གཉིས་པ་ག་ལ་ཞིག་གོ་བསམ་སོང་ཡིན་ན་ཡང་ད་ལན་དུ་ཚོགས་གནང་ཡག་ལ་ཡག་ཁྱད་པར་དག་ནས་ད་ལྟ་ཞུ་ཡ་ཡིན། ད་ལྟ་ཁོ་ཚོ་ལི་སྡོམ་གྱི་ཤོག་གྲངས་ལྔ་པ་གི་ནང་ལོགས་ལ་དེ་གི་ཨང་གྲངས་བཞི་པ་དེ་ཤོག་གྲངས་ལྔ་ཨང་གྲངས་གནས་སྟངས་ཅི་རིགས་དབང་གིས་གྲོས་ཚོགས་ནས་གཏོང་ལེན་ཁྲིམས་ཡིག་གཏན་འབེབས་མ་ཐུབ་ཚེ། དེབ་སྐྱེལ་ཚོགས་པ་ཁག་ལ་ཡིག་ཁྲིམས་ཀྱི་ཐོག་ནས་དཀའ་ངལ་འཕྲད་བཞིན་མེད་ཀྱང་ཟེར། ད་ང་དོགས་པ་ཆེ་ཤོས་ངོ་མ་དེ་རེད། དེ་ད་ག་རང་དེ་འདྲ་འདྲ་བོ་ཞིག་དགོངས་པ་ཞིག་འདུག་བསམ་དེ་ང་དོགས་པ་ཡོད་རེད་ད། དེ་འདྲ་ཡིན་དུས། ད་ད་ལྟ་ཡང། ང་ཚོས། གཏོང་ལེན་ཁྲིམས་ཡིག་གཏན་འབེབས་མ་བྱས་ན་རང་བཞིན་གྱིས་བཀྲི་ཡ་ཡོད་རྒྱུ་དེ། ཕྱོགས་གཅིག་ནས་གོ་བ་ལེན་ས་དེ་ང་ཚོས་དེབ་སྐྱེལ་མེད་པ་ཞིག་དེ་ཚོ་ལ་བར་ཆད་གོ་གི་ཡོད་བཟོ་འདྲ་བོ་ཞིག་རེད་ཤག། གང་ལྟར་གཞི་རྩ་གི་ཚོགས་ཆུང་གི་ལྟ་བ་ངོས་ནས་ཡིན་ན་ཡང། དེབ་སྐྱེལ་ཡོད་པའི་ཚོགས་པ་དེ་ཚོ་ལ་གཏོང་ལེན་ཁྲིམས་ཡིག་མ་བྱས་ན་དཀའ་ངལ་འཕྲད་ཡ་གི་གཞི་རྩ་ཡོད་མ་རེད་ཡིག་ཁྲིམས་ཀྱི་ཐོག་ནས་གཟིགས་འདུག

ང་ཚོ་དེ་འད་ད་འད་དམ་བསམ་དེ་འད་ཀྱི་ཐོག་ནས་བསྒྲུབ་བྱ་མ་ཚང་བ་བཅས་ཁ་ཤས་མང། དོན་འགྲོ་ཡ་དང་དེ་འད་ཁྱེད་ནི། ཨ་ནི་མིག་གི་དྲང་པོ་ཁོ་རང་མ་ཚང་ན། ཡང། སྟོང་ལས་འཕྲིན་དབྱིངས་དེ་ཁྱེད་གསུམ་པའི་གསུམ་སོགས་སྤྱི་ལ་གཏན་འབེབས་བྱེད་མ་ཐུབ་ན་རེད་མ་གཞི་འདི་མ་གཞི་ང་ཚོའི་གི་སྔོན་རྩིས་ཚོགས་ཆུང། གྲོས་ཚོགས་དེ་ཚུགས་ཐུབ་མ་རེད་ལ་ནི་རྩ་བ་ཉིད་ནས་བཟོས་འོང་མ་རེད་ད། སྔོན་ཚུད་གྲོས་ཚོགས་དེ་འགྲུག་རེད། རེད་པ། འགྲོ་ནས་སྟོང་ལས་འཕྲིན་དབྱིངས་དེ་གཏན་འབེབས་མ་བྱུང་ན། ཨ་ནི་གསུམ་པའི་གསུམ་སོགས་གཅིག་རྗེས་ལ་ཞི་བའི་གཅིག་ལ། ལས་ཁུངས་ཁག་དེ་ཚོར་ཕྱག་ལས་གནང་དགོས་ཡོད་དུས། ཨ་འདི་ཚོ་ལ་ལམ་ཁ་ཞིག་སྟོན་སྐྱོ་རེ་ཞུ་ཡ་ཡིན། དེ་འདི་ལ་དམངས་གཙོའི་ལམ་ལུགས་རྒྱས་པ་དང། ཨ་འདི་འདའི་རྩ་བ་གཉིས་ནས་མ་རེད། ཨ་ནི་དམངས་གཙོའི་གི་འདི་ཚོ་ཚང་མ་ལ་ང་ཚོ་དཔེ་ལྟ་ཡ་གི་འདི་ཚོ་རང་ལ་དཔེ་ལྟ་བྱས། ཨ་འདི་འདའི་ནང་ལ་ཆ་རྐྱེན་མ་འདྲ་མ་འདྲ་ནས་ད་ང་ཚོའི་ལ་ཕན་ཐོགས་པ་ག་རེ་འདོ། འདི་འདའི་ལྟ་སྐྱོ་རེད། ཨ་འདི་ནང་རྣམ་པ་ཚོའི་གི་ཡང། རྣམ་པ་ཚོ་ལ་ཐབས་ལམ་གཞན་པ་འདི་འདའི་ཡོད་ན། ཨ་འདི་ནང་ལ་གནོན་པའི་ལུགས་ནི་གནང་ནས་འགྲིག་གི་རེད་ཞུ་ཡ་ང་ཚོ་འདའི་ལ་ཨིན་ཇི་མིན་ཇི་མཁྲེགས་སེང་བྱེད་ནས་ང་རང་ཚོའི་ལ་རྒྱུ་ད་ག་རང་འགྲོ་ག་ཡོད་རྩ་བ་གཉིས་ནས་ཞུ་གི་མེད་ཞུ་ཡ་ཡིར་བ་འདི་རྣམ་པ་ཚོའི་གི་ཡང་ཟིས་ད། ཨ་འདི་མེན་པ་ད་འདའ་ཆ་འགྲོ་ཅི་དུས་གཞན་གི་གསུང་ཡ་འདི་ལ་ང་བྱ་ལིང་ག་ཡ་ཕུལ་ཡ་མི་འདུག་འདི་དོགས་པ་ཡོད་གསུངས་སོང་ཨ

ལས་སྲིད་ཀྱི་མ་རེད་ལ་འདི་ལྟར་ང་ཚོ་ལ་ཐུག་མར་བ་མ་འོང་ལུང་བསྟན་དེ་སུས་བྱེད་ཐུབ་རེད་འདི་ཡིན་དུས་ང་རང་ཚོ་གི་མ་འོང། མ་འོང་ལ་ང་ཚོ་དཀའ་ངལ་གྱིས་འཕྲད་ན་ཨ་འདི་འདས་འདི་འདས་འདི་འདས་འདུག་ལ་ནི་བཞག་ཡོད་རེད་རྣམ་པ་ཚོ་གི་དགོངས་པའི་ཅིག་ཤིག་ལར་བ་ཨ་འདི་ཡིན་ད་མ་འོང་པ་ལ་ང་ཚོ་དཀའ་ངལ་འཕྲད་ཀྱི་ཁོ་རང་མ་རེད་བརྒྱ་ཆ་བརྒྱ་འཕྲད་ཀྱི་མ་རེད་གསུང་ནར་བ་ཨ་ནི་ཨ་ནི་ཨ་བཀའ་མོལ་ལོ་གར་བ་ད་ང་ཚོས་ཀྱི་བསམ་བློ་བཏང་ཡ་འདི་མ་འོང་པ་ལ་དཀའ་ངལ་འཕྲད་སྲིད་བ་རེད་བཞག་བཀའ་ཤག་ཆག་ག་ང་ཚོས་སྙེ་མ་ག་རེ་བཤུས་ལ་ན་སྙེ་མ་ན་བཀའ་ཤག་ནི་ཕེ་ཡ་འདི་ན་ལ་བཀའ་ཤག་མེད་སྐབས་སྤྱི་འཐུས་མེད་སྐབས་ནས་གསུང་འདུག་ཨ་འདི་འདས་ཆག་གི་མི་འདུག་བཀའ་ཤག་ནི་སྤྱི་འཐུས་མེད་བ་རྩ་བ་ཉིད་ནས་ཆག་གི་མི་འདུག། ལ། ཨ་ནི་བཀའ་ཤག་མེད་པ་ཆགས་ཀྱི་འདུག་དེ་བཀའ་ཤག་གི་ཚབ་བྱས་ནས། འགན་ལེན་བྱེད་ངེས་འདུག་ལ། ཡིན་ནའི་གནས་སྟངས་གཞན་པའི་དབང་གིས་དཔེར་ན་ཆ་བཞག་ན། བཀའ་ཤག་གལ་སྲིད་འཕོ་འགྱུར་འགྲོ་ནས་བཀའ་ཤག་མུ་མཐུད་ནས་བཞུགས་ཀྱི་ཡོད་ནའི་ཁོ་རང་ཚོ་ལ་དེ་འད་ཀྱི་དབང་ཆ་དེ་སྤྲད་ཡ་མི་འདུག་ད་ཨ་འཕྲལ་སའི་དངོས་རྫས་ཐོག་ནས་འགྲོ་དགོས་འདུག་ད་ལ། ནམ་རྒྱུན་འགྲོ་སྟངས་དང་རང་འགྲོ་ཡ་མི་འདུག་འདི་ནང་ལས་བཀག་དགོས་ཡ་ག་ཤེད་འདུག་བཀག་དགོས་འདུག་ལས་ཅི་ཡོད་རེད། འདི་དང་ཆབས་ཅིག་བཀའ་ཤག་དང་དེ་འད་སྤྱི་འཐུས་གཉིས་ཅག་གི་འདི་པ་རུ་དེ་ལ་ཡང། གསར་རྙིང་པ་རུ་ལས་ང་ཚོ་ཡིན་གཅིག་མིན་གཅིག་ཡང་འཕྲལ་སའི་དངོས་རྫས་རང་རྩིས་དགོས་འདུག་ད་ག་ནས་ཤེས་ད་དཀའ་ངལ་ལྡོག་མེད་དབང་གིས་བྱུང་བའི་རྐྱེན་གྱིས་ང་ཚོའི་གི་དབང་ཆ་ཚང་མ་རྒྱུན་ལས་ལ་གནང་གི་ཡོད་རེད་དེ་རྒྱུན་ལས་ཀྱི་སྔོན་རྩིས་དེ་ང་ཚོ་འཕྲལ་སེལ་སྔོན་རྩིས་ཐོག་ནས་འགྲོ་དགོས་འདུག་ཁ་ཆེ་ཁོ་གནས་སྟངས་མ་འདྲ་ཆེ་རེད་བ། ནམ་རྒྱུན་འགྲོ་སྟངས་ཀྱི་གནས་སྟངས་ཆག་འོག་མ་རེད་བ། དེ་ཡིན་དུས་ང་ཚོ་འདི་འདྲའི་བྱས་ནི་ད་ག་བ་ག་བ་ལ་མ་འདྲ་ཅིག་ཆག་གི་འདུག་འདི་ཚོ་ཚང་མ་འཕྲལ་སེལ་ངོགས་ཐོག་ནས་བཏང། ཨ་ནི་བྱུང་ན་ཟླ་བ་དྲུག་མང་ཤོས། དེ་མེད་ན་འདི་སྙད་ནས་གཏོང་ལེན་འཕྲིན་ཡིག་གཏན་འབེབས་བྱེད་ཐུབ་ན་ཡག་ཤོས། འོང་དེ་འདི་ལ་གཡོར་མ་ཞིག་ཕ་གི་ཟླ་བ་དྲུག་བྱས་ཡང་འདི་ལ་བསྙེལ་ལ་ལ་ན་གམ་པའི་རེ་ལ་དུས་ར་ཟླ་བ་དྲུག་འདི་མང་ཐ། ཟླ་བ་དྲུག་བསྙེལ་ནས་བྱུང་ན་ཡག་ཤོས། དེ་འདྲ་འདྲ་བོ་བྱས་ནས་ཞུ་རྒྱུ་ཡིན་ཞུ་བས་ད་ཨ་ནི་ད་ལྟ་གཅིག་གིས་འདི་གསུངས་ཟེར་བ། ཡུལ་ཁྲིམས་འགལ་གི་མི་འདུག་ལ་ཞག་འདི་ལ་དུས་སྙེ་མ་བསྲུང་བ་དང་འདྲ་བོ་ཆགས་ཀྱི་འདུག་ལ་ཞར་བ། ང་ཚོས་ཀྱིས་འདི་སྙེ་མ་བསྲུང་བ་དེ་ལ་ང་ཚོའི་གི་ག་ལ་འོ་རེད་ད་ལན་ཕུད་པ་འདྲ་བོ་བྱེད་བསམས་སོ་སྙེ་མ་བཀའ་ཤག་གར་སོང་ད་ན་ཡུལ་ཁྲིམས་འགལ་གྱི་འདུག་ཡུལ་ཁྲིམས་འགལ་གྱི་འདུག་གསུངས་སོང་ད་ང་ཚོས་ཀྱིས། ང་ཚོ་ད་ལྟ་འདི་ཐབས་ལམ་འདི་ཚོར་འགྲོ་ན་ཡུལ་ཁྲིམས་ནང་ནས་ཏག་ཏག་བསྡད་ཀྱི་འདུག་ཟེར་བ་ཐབས་ལམ་འདི་ཚོར་འགྲོ་ན་ཡུལ་ཁྲིམས་འགལ་འགལ་གྱི་མི་འདུག་ད་ང་ཚོ་ང་རང་ཚོའི་གི་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཆེ་མང་པོ་ཅིག་ཨ་ནི། ག་ལོག་རེད་དེབ་སྐྱེལ་བྱས་ཤར་བ་ཡིན་དུས་དེ་ཚོའི་ཐོག་ནས་གི་ང་ཚོའི་གལ་སྲིད་ཁྲེལ་སའི་དངོས་རྫས་དེ་ཚོ་འགྲོ་སྟངས་དང་དེ་ཚོ་ཚང་མ་ཏན་ཏན་ཇི་མ་འགྲོ་ཐུབ་ན་ཡུལ་ཁྲིམས་འགལ་འགལ་གྱི་མི་འདུག་ཡུལ་ཁྲིམས་ཀྱི་དཀའ་ངལ་འདི་ཡི་སངས་རྒྱ་འདུག་ཨ་ནི་འདི་ཐུབ་ཡས་གནང་མི་འདུག་ལ་དེ་འདྲ་ཞུ་རྒྱུ་རེད་མ་ཤེས་ཡ། ད་འདི་བོད་རང་དབང་ཅན་གྱི་སྡེ་ཚན་དང་དེ་འདྲས་རྒྱུ་རེ་རེ་བྱས་དེ་འདྲས་ང་ཚོའི་ཚོགས་ཆུང་ནས་དམིགས་ཡུལ་དེ་འདྲས་ག་ཡང་མེད་ཞུ་ཡ་ཡིན་དེ་འདྲས་ངས་ཚོགས་ཆུང་གི་ཚོགས་མི་ཐོག་ནས།

ཡིག་ཆ་ནང་ལ་སྒྲིག་གཞི་ཁོ་རང་ནང་ལ་ག་རེ་བྲིས་བཞག་རེད་ཁྱེད་རྣམས་པར་དེའི་ནང་གསེས་དང་པོ་དེ་ལ། ཤོག་གྲངས་གསུམ་པ་གི་ནང་ནས་འོག་དེ་ལ་དེ་འདྲས་བྲིས་འདུག་ཨ། འཁྲར་སེར་སྔོན་རྩིས་ཀྱི་དེའི་ནི་སྒྲིག་གཞི་འདིར་སར་དམིགས་བསལ་ཆ་རྐྱེན་བསྐྲུན་ཡོད་རིགས་ཀྱང་ལ་དམིགས་བསལ་ཆ་རྐྱེན་དེ་ཟླ་བ་ཁྲིག་རེད། ཡིན་ནའང་མཐར་ཐུག་གྲོས་ཚོགས་སུ་གཏོང་ལེན་ཁྲིམས་ཡིག་ལོ་འཁོར་སྔོན་རྩིས་གཏམ་དཔེ

ད་འཛམ་བུ་གླིང་ལ་ག་བ་ལ་ཟིན་ནས་ཟིན་དང་དམངས་གཙོའི་རྒྱལ་ཁབ་ཡིན་ནས་ག་བ་ཡིན་ནས་ག་རིག་ནས་ཡོང་སྲིད་པ་རེད་ཡང་དེ་འདྲས་ཞུས་དུས་དངོས་གནས་ཁོ་རང་རེད་ང་ཚོ་ད་ལྟ་གློ་བུར་དུ་ང་ཚོས་མེད་པ་ཆགས་སྲིད་པ་རེད་དེ་ད་གང་ཐུག་ཐུག་གིས་ང་ཚོ་གསོན་པོ་ཡོད་པའི་ཐོག་ནས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ནས་འདི་ལ་ཐབས་ལམ་ཅིག་འཚལ་ཡ་རེད་མ་གཞི་ད་གྲོངས་ད་འདི་འདྲས་མང་པོ་ཡོད་ད་ང་རང་ཚོ་ཁྲིམས་ཁྲིམས་ཀྱི་ཐོག་ནས་ད་ག་རེ་བྱེད་ཐུབ་ཡ་འདི་ང་ཚོས་བཟོད་དགོས་རེད་བསམ་དགོས་ཐུག་ར། ང་ཚོས་ད་ང་རང་ཚོ་འདས་མ་འདས་ད་མི་ཐག་པ་དེ་ཚོ་ད་ད་རྣམ་པ་ཚོ་ང་ལས་མཁས་ཡོད་རེད་དེ་གང་ང་ག་ཞུས་ཐུག་ཡག་པོ་རང་མི་འདུག་ཡིན་དུས་ང་ཚོས་ཞུ་ཡས་དེ་ཁྲིམས་སྒྲིག་གཞི་ཐོག་ནས་ག་རེ་བཟོས་ཡག་འདུག་ནས་ར་གནད་དོན་ག་རེ་ཐོག་ལ་ང་ཚོས་ཐབས་ལམ་འཚལ་ཡག་འདུག་ནས་དེ་ང་ཚོ་འཚལ་ཡག་འདི་ང་ཚོས་འགན་རེད་བསམ་དགོས་འདུག་ང་ཚོ་ཁྲིམས་བཟོ་ལས་དོན་ཡིན་དུས། འདི་ད་ཆབས་ཅིག་ད་ད་ཆ་རོ་སྤྱི་སྤྱི་འཐུས་གཅིག་གིས་འདི་སོངས་སོང་ལ། ད་འདི་ཟླ་བ་དྲུག་ལ་རེད་མ་ཤེས་ཟླ་བ་དྲུག་ཁོ་རང་རེད་ཁོ་རང་མི་འདུག་ཟ་དེ་ན་ལ་འཕྲལ་སེལ་སྔོན་རྩིས་དང་པོ་དེ་བ་ལ་ནི་ད་འདི། གཏོང་ལེན་ཁྲིམས་ཡིག་གཏན་འབེབས་བྱེད་མ་ཐུབ་ཀྱི་བར་དུ་རེད་འདུག་ཟ།

སྒྲིག་འཛུགས་འདི་ད་ལྟ་བོད་དུ་གནས་ཐུལ་བས་དེ་དག་ང་ཚོས་རྒྱུ་མང་པོ་ཤེས་ཡ་ཡོད་རེད་གཉིས་ནས་གཙོ་བོ་གཅིག་དེ་ང་རང་ཚོ་བཙན་བྱོལ་ནས་ཡོད་བསྡད་པའི་གི་བོད་པ་ཚོའི་གི་སེམས་ཤུགས་དང་སྙིང་སྟོབས་དང་དོན་ཚོད་གཅིག་རེད། གཉིས་པ་དེ་ལ་འདི་འདྲ་བའི་སྒྲིག་འཛུགས་གནས་ཐུལ་བས་དེ་དཔལ་འབྱོར་གི་རྒྱབ་རྟེན་དང་དཔལ་འབྱོར་གི་ད་འགྲོ་སྟངས་འགྲོ་ལུགས་ཞོར་བ་འཁོར་ལོ་འགྲོ་བ་རེད་དེ་རེད། འདིའི་ལང་ཀ་འདི་ད་གྲོས་ཚོགས་ར་བ་འདི་གི་ནང་ནས་ད་མང་གཙོའི་འགྲོ་སྟངས་འགྲོ་ལུགས་ཐོག་ནས་ཡོང་གི་ཡོད་དེ་བསམ་པ་ལ་ཡ། མ་འོངས་པ་ལ་ང་ཚོ་ཁྲིམས་དང་སྒྲིག་གཞི་གང་འཇལ་བྱེད་ཡོད་པ་ཡིན་ན་ལས་ཕུགས་རྒྱང་རིང་པོ། གཞི་རྒྱ་ཆེན་པོ་དེ་འདྲས་ཀྱི་བསམ་བློ་བཏང་ནས་བཟོ་དགོས་ཀྱི་མིན་འདི་ཚང་མ་ལ་ཡང་དེའི་གནས་སྟངས་གཅིག་བྱས། གཉིས་པ་དེ་ལ་ཡང་ད་རང་ཉིད་ཀྱི་བསམ་ཚུལ་རེད་བདེན་དང་མི་བདེན་དང་དྲང་དང་མ་དྲང་ཁས་མི་ཤེས། བཀའ་ཤག་འདི་ཡིན་ན་རུང་དེའི་གོང་གི་བཀའ་ཤག་གོང་གི་བཀའ་ཤག་ང་མ་སྐྱེས་གོང་གི་བཀའ་ཤག་གང་འཇལ་བྱེད་ཡིན་པ་ཡིན་ན་ལས། བཀའ་ཤག་གང་འཇལ་བྱེད་ནས་ལས་འགན་ཁྱེད་ཉིད་ནང་སླེབས་ཚར་དུས་ཚང་མ་ལ་ཡང་ལྐོག་ཁྲིགས་ཅི་སེམས་ཞིག་ཡོད་ན་ཡོང་གི་ཡོད་དུས་ཚང་མ་ལས་ཀ་བྱེད་ན་འགྲིག་མ་འགྲིག་ཡིན་དགོས་པ་ཁྱེད་ཚོ་ཐུགས་མ་ཡིན་དགོས་པ་དེ་འདྲས་ཀྱི་གནས་སྟངས་ཅིག་ཡོད་དུས་ཚང་མ་ལ་ཡང་ཀུན་སློང་དེ་ལྟར་ནི།

ཀུན་སློང་ལ་ལྟ་ནས་གཅིག་བྱས། ཚོགས་ཆུང་གིས་དེ་ལིའི་དོན་དག་ཅིག་ཐོག་ནས་ཀི་ལས་རྒྱལ་བ་གཉིས། དེ་འདྲས་ཀྱི་ཐོག་ནས་ངས་དེ་ལིའི་རྒྱབ་སྐྱོར་ཞུ་གི་ཡོད་ཟེར་ན། མང་གཙོའི་གི་འགྲོ་སྟངས་རེད་ང་རང་ཚོ་བགྲོ་གླེང་བྱེད་དགོས་ཀི་རེད། དོལ་ཚོགས་ར་བ་འདི་བགྲོ་གླེང་བྱེད་ས་དང་རྟགས་གསལ་གནང་ས་འདོག་ཅིག་ཡག་ཤོས་དེ་ངས་མཐོང་གི་ཡོད་རེད་བ། ཨ་དགག་པོ་སྐྱོན་ངན་ཀི། དངོས་གནས་རིག་པ་ལྟར་ན་དགག་པོ་སྐྱོན་གི་ཡོད་རེད་དེ་ལས་ངོས་ལེན་ཡོད། དགག་པོ་སྐྱོན་རེད་བ་ང་ཚོ་རྟོག་བཟོ་བྱེད་བྱེད་ལ་ཡ། བགྲོ་གླེང་འདི་ཚ་རྒྱུད་ཟམ་པ་ཚང་མ་རྒྱབ་སྐྱོར་གནང་བ་ན་ཆོས་དོལ་ཚོགས་ནང། ཞེས་དེའི་སྒེར་གྱི་ལྷ་རོང་པ་གོ་བློ་བཟང་ཕན་བདེ་ལགས།

དཔའ་མཐའ་ཚོགས་གཙོ་མཆོག་ད་ལྟ་ང་ཚོ་སྔོན་རྩིས་སྒྲིག་གཞི་བསྐྱར་ཞིབ་ཆེད་འཛུགས་ཚོགས་ཆུང་གི་ལས་བསྡོམས་དང་ཟླ་བ་ན་ཞིག་སྒྲིག་གཞི་བསྐྱར་བཅོས་ཀྱི་ཐོག་ལ་ང་ཚོ་ད་བགྲོ་གླེང་བགྲོ་འདེགས་ཡོད་རེད་བརྗོད་པ་གཉིས་པ་ཐོག་ནས་སོ་སོས་ཀྱི་བརྗོད་པ་དང་པོ་ཐོག་ལ་ཆ་ཤས་ནད་མེད། རྒྱུ་མཚན་གང་ཡིན་ཞུས་པ་ཡིན་ན། དྲི་བ་དྲིས་ལན་གྱིས། དྲི་བ་དྲིས་པ་བྱས་དེ་གི་ལན་ལ་བལྟས་བྱས་ནི་དྲི་བ་དྲིས་པ་ཡིན་ན་ཕན་ཐོགས་མེད་པ་ཅིག་མཐོང་ཙང་དྲི་བ་དྲིས་མེད་ད་འདི་ན་གང་ཡོད་པ་དེ་ལ་སོ་སོ་གིས་དཔྱད་ཞིབ་བྱས་ཐག་གཅོད་བྱས་པའི་ཐོག་ནས་བསམ་ཚུལ་ཞུ་ཡས་ལ། ད་འདི་གཉིས་ལ་དེ་འཛིན་སྐྱོང་བཀའ་ཤག་གི་ཁི་ལས་རེ་འདི་སྐབས་སུ་ལ་སོ་སོའི་དགག་པ་ཐ་གཅིག་ཏུ་བརྒྱབ་ཡོད་ད་ག་ན་ཤི་ད་འདི་དག་རང་ཡིན་དགག་པ་ཞུ་ཡས་དག་རང་ཡིན་ཐ་གཅིག་ཏུ་དགག་པ་ཡོད་རྒྱུ་མཚན་ག་ཞུས་པ་ཡིན་ན་ད་ད་ཚོགས་ཆུང་གི་འདི་ནང་ལ་ཁི་ཡོར་དེ། དངོས་འབྲེལ་བཤད་དམ་ཤུགས་མང་པོ་གནང་ལ་ག་རེ་ཡོད་ལབ་ན་སྤྱི་འཐུས་དང་བཀའ་ཤག་གཉིས་མེད་པ་ཆད་ད་རེད་མི་འདུག་ཡིན་ནས་ད་སྐྲག་བསྐྱར་བཅོས་མང་པོ་ཅིག་ཁྱི་ཡོང་ནི་ད་གལ་སྲིད་དེ་འདྲས་བྱུང་པ་ཡིན་ན་ཨ་ནི་གདོང་ལེན་ཁྲིམས་མི་ད་དེ་འདྲས་མང་པོ་ཅིག་བཟོ་བཅོས་ཀྱང་ཁྱི་ཁྱི་ཡོང་དགོས་ཆད་ཡ་མེད་པ་ཅིག་སྤྱི་འཐུས་དང་བཀའ་ཤག་གཉིས་མེད་པ་ཆད་མེད་པ་གཞི་ཅིག་ལ་ཨ་ནི་བསྐྱར་བཅོས་དགོས་ཡ་མི་འདུག་བ་དེ་གར་ཅིག་ནི་ཁྱི་ཡོང་དགོས་རྒྱུ་མཚན་དེ་ལ་བརྟེན་ཅིག་ཡིན་ད་ག་ན་ཞིག་ད་ད། འཛིན་སྐྱོང། སྲིད་སྐྱོང་གིས་ག་རེ་འབྲེལ་བཤད་བརྒྱབ་རེད་ལབ་ན་ད་ད་ད་དེ་འདྲས་འགྲོ་བ་ཅིག་བསྐྱར་བཅོས་མ་གྲུབ་པ་ཡིན་ན་ཨ་ནི་མ་འོངས་པ་ང་ཚོ་དཀའ་ངལ་འཕྲད་ཀྱི་རེད་ཨ་ནི་དེ་འདྲས་ད་ཚོགས་ཆུང་འདི་བསྐྱར་ནས་བསྐྱར་དུ་ག་ཚོད་བཙུགས་དགོས་ནས་ཕ་ཁྱི་འགྲོ་དགོས་ན་འགྲོ་རོགས་བྱིས་སུ་འདི་ལྟ་རེ་སྐུལ་ཞུ་གི་ཡོད་ལོ། འདི་འདྲ་རེ་སྐུལ་ཞུ་དགོས་ཐབས་ང་ཚོ་ག་བ་ཆགས་ཡོད་རེད། གྲོས་ཚོགས་འདི་ཁྲིམས་རྩོད་ལན་ཚོགས་ཡིན་ལབ་གོ་རེད་ཁྲིམས་ཐག་ཐག་གཅོད་བྱེད་དང་མ་བྱེད་གྲོས་ཚོགས་ད་ག་རང་ནས་ཐག་གཅོད་ག་འདྲས་བྱུང་དགོས་མི་འདི་ཞིག་གསུང་འགྲོ་ཡ་རེད་མ་འདུག་འབོད་སྐུལ་ཞུ་བ་ཙམ་གྱིས་ང་ཚོ་འགྲོ་དགོས་ཡ་ག་ཡི་མཐོང་གི་མི་འདུག་འདི་གཅིག་རེད། ད་ད་རང་གི་གནས་ཚུལ་ལ་བལྟས་པ་ཡིན་ན་ཨ་ནུ་ང་ཚོ་གྲོས་ཚོགས་འདི་ད་ཅིག་ཚོགས་མ་ཐུབ་བས་འདི་འདྲའི་གནས་སྟངས་ཆགས་ཀྱི་འདུག་ལ་གསུངས་སོང།

ངས་ལྟ་བ་དེ་ག་རེ་བྱས་ནས་སླེབས་བ་རེད་ཟེར་བ་ཡིན། ངས་དངོས་ཡོད་ཀྱི་གནས་ཚུལ་ལ་ཞིབ་འཇུག་མང་པོ་ཞིག་བྱས་ནས་དེ་འབྲེལ་གྱི་རིགས་དེ་ཚོ་བྲིས་ཏེ་ང་ཚོ་གདོང་དམར་གྱི་བོད་རིགས་འདི་ལ་ཕན་ཐོགས་མེད་པ་མང་པོ་ཞིག་རྒྱུ་མཚན་རྣམ་གྲངས་སྣ་ཚོགས་དང་དངོས་པོའི་ཚོ་ཁ་གྲགས་ཞལ་འཇོག་གི་རྒྱུ་མཚན་རྣམ་གྲངས་སྣ་ཚོགས་ཅིག་ལ་ལྟོས་ནས་འདུག་ཟེར། ད་ད་ལྟ་ཁོ་ཚོས་ག་རེ་བྱས་ཡོད་འདུག་ཟེར་ན། ད་ནག་དང་ད་ཉམས་པ་ལ་སོགས་ཀྱི་པར་བྲིས་ན་དེ་འདྲའི་སྙིང་བཟོ་ངེས་ཏུ་སུ་རེད་ཟེར་བ་ཡིན། སྐུ་ངོས་ལགས། སྐུ་ངོས་ལགས་བཟོ་སོང། ད་ད་ལྟ་སྐུ་ངོས་ལགས་ཀྱི་ཁྲིད་འགྲོ་གི་ཡོད་རེད་ད་སྐུ་ངོས་ལགས་ཀྱི་ཁྱོང་དང་ད་བརྟན་པོ་འདུག་ཟེར་རྣམ་པ་ཚོ་གཟིགས་དང་ཡག་པོ་གཟིགས།